ཚང་མ་ལ་བཞུགས་ལེ་བཞུགས་ལེ་བཞུགས་ལེ་ཡང་བཀྲ་ཤིས་བདེ་ལེགས་བཞུགས། ཡ་ལེ་ཡ་ད་ང་དང་ཚང་མ་ལིང་ག་ལམ་ཆེན་མ་གེ་སར་ནོར་བུ་དགྲ་གདུལ་སེང་ཆེན་རྒྱལ་པོ། དེ་ནས་ཁོང་བ་ཉེ་རང་ལེ་ག་ར་ཧེ་མི་སི་པུ་ཚ་དགའ་ཕྲུག་སིང་གེ་དུམ་སེ་ཧོར་ཡུལ་ཡིན་ནའང་དེ་ནས་རྒྱལ་ཁ་ཐོབ། དེ་ནས་ཧོར་རིགས་སྤྱི་ཚང་མ་ལྟོ་བར་རྒྱུ་མའི་རྒྱུས་སུ་བོ་ཁོང་བ་སྐྱོད། རྩིས་རིག་ནང་ལྟོའི་རྒྱུས་སུ་བོ་ཁོང་བ་སྐྱོད། དེ་བོ་སྐྱོད་ཅེས་སུ་བཞག་སྟེ། དེ་ནས་ཁོ་རང་ལིང་རྒྱ་ལམ་ཕྱིན་མ་གེ་སར་རིའི་ལག་ན་མི་མང་པོ་ཞིག་གསར་གཏུབ་དང་མ་གོ་ས། དེ་བོ་མན་བ་དེ་ནས་གསར་གཏུབ་རྣམས་དང་གོ་བཞུ་བ་དང་ཡང་བོ་དེ་ནས་གསར་གཏུབ་སྟེ་ཟ་ན་དང་གོ་ས་རྣམས་ཨ་བུ་པ་ལས་ར་རོ་སའི་བཞིན་ཡི་ག་བཟི་སྟེ་བཞུགས་བཞུགས་དེ་ཟ་ན་དེ་ནས་སྨག་རུ་གུ་རིམ་བསྐོར་བ་སོང་ན་ཁོང་བ་དེ་ག་སར་ཐུབ་མི་དང་ག་མེད་དང་སོང། ཡིན་ནང། དེ་ནས་སེ་རལ་ནང་ཧུ་རལ་ལི་སྒོ་ཁྱོང་སེ་པོ་ལོར་སེ་ཆེ་སྒུན་མ་མི་ཨོས་པ་སོང་བ། ཡིན་ནང་མ་ཨོངས་པའི་དུས་ལ། ཡང། ཡུལ་གཉིས་སི་པ་ལ་སྨག་ཕྲུག་མི་གེ་མི་ཆ་ཆེ་སི་པི་ཡ་མུ་གེ་མི་རྒྱ་ཆེ་སི་པི་ཡ། དེ་ནས་ཡང། མིས་སྟོང་ཕྲག།

མདའ་དར་རིགས་ཨང་ལྷ་ངར་རྒྱལ་ཕོག་སྐལ་ཅོལ་རིགས་ཨང་ཕིང་ངར་རྒྱལ། ཅེས་ཟེར་ན་ང་ཐང་ཚང་མར་སྟག་རྟེན་འབྲེལ་ལ་རྩི་ཀ་ནས་ནོག་དེ་ནས་རྟེན་འབྲེལ་བཟང་ན་ནི་ཁོ་བཟང་ཐག་ཆོད་ནས་ནོག་ངན་ན་ནི་ཁོ་ངན་ཐག་ཆོད་དེ་ནོག་དེ་ཕྱ། ཉོ་པ་སྤྱོད་པ་རིགས་གཏུམ་མར་རྒྱལ། ཟེས་པ་ཟེར་ན་ཡ་ཡ་ཡ་ཡ་ཟེས་པ་དེ་ནི་ཉོ་པ་གཏུམ་སྤྱོད་པ་གཏུམ་མདའ་དར་རིགས་ཨང་ཁུརས་ཡ་ལ་ཡ། དེ་ནི་ཡུལ་ལ་སླེབས་ཀྱི་མ་ལ་ཕོག་སྐལ་ཅོལ་རིགས་ཨང་ཕིང་བཅུ་ག་བཟའ། དེས་སྤྱོད་ནང་ཡ་ནང་ལས་སྤྱོད་སྤྱོད་སྒྲུབ་བུ་ནང།

དེ་ནས་ངེད་རང་ཨ་ལས་ལིང་ཁར་རྩེར་སྒུའི་ནང་ལིང་ཁར་རྩེར་སྐུ་བཞུགས་རིག་པ་སུ་ཀ་དེས་ངེད་རང་ཨ་ལས་དེ་ནི་དེ་ཁར་མི་ནང་བཞག་ཕྱི་གི་བཞག་ག་ཚོགས་དུ་མ་ཆེན་མོ་སོང་ད་ཨ་ལས་ལིང་ཡི་སྤ་བོ་བཅོ་བརྒྱ་ནང་ད་སྤ་བོ་བཅོ་བརྒྱ་དེ་ཕྲུ་གུའི་ནང་ཡང་དེ་སྣ་ཚོགས་ལ་ཁ་ཤེས་གཏམ་ཤེས་ནང་རྒན་རབས་ཚང་མ་ངེད་རང་ཨ་ལས་སྤུ་ཏོ་ནང་མལ་དིང་ས་ན་ཡི་ཨ་ལས་རྡོ་རྗེ་སློབ་དཔོན་དང་བླ་མ་དབུ་ཆོས་ས་ཨང་དེ་ན་ཐུ་ས་རྫ་དེ་ན་དེ་ནས་ཨ་བུ་པ་ལས་ངེད་རང་ཨ་དེ་ན་དེ་བུ་མ་ལམ་སྟ་ནི་ཁ་ཆེན་པོ་ཡི་ཏུ་སྐུལ། ཡ་ལེ་ཡ་ད་བུ་མ་ལམ་སང་ཀྲོང་ཟ་ན་དེ་ནས་ང་ཁོང་ལ་ཁ་ཆེམས་བཞོད་དེ་ནས་ཀྲོང་ཟ་ན་ཅོ་ཅོ་སྒྲོ་གུས་ངེད་རང་ལས་ཁོང་ལ་ཐོས་ཀ་རྒྱ་ལུག་རྒྱ་ཚ་ཕང་ཟེར་སོང་བིན་དེ་ནས་ཏེ་ཟ་ན་བུ་མ་ལམ་སང་ཨི་ཅོ་ཅོ་སྒྲོ་གུ་དེ་རེད་ས་མེད་ཀེ་ས་ལ་ཟེར་བཞག་མ་བཞག་ཤིག་མ་འཇག་ཤིག་དེ་རིང་མ་མཐོ་ར་མཐོ་ར་མ་གནང་ལ་མེད་ཁ་མེད་ལྷོག་ཟེར་ཁྱོང་ཨེ་ཨ་གུ་དེ་ནས་ཁྱོང་ཟེར་ན་ཁོ་རྡེ་མ་ཨེ་ན་ཟུ་གི་ཅོ་ཅེ་ཚུལ་ལ་མ་བོར་ཁོ་ལིང་ཁར་ཚེར་གུས་ཁ་རེ་ཨ་ག་ཏོག་ན། སྒོ་ཐུར་ལ་བཏང་ཚེ་ཕྱར་ལ་བཏང་ཚེ་བོར་བྱ་བཏགས་བྱ་དེ་བཟེད་པ་བཟང་ན་དེ་འོག་ཨ་བུའི་ཚང་མའི་མདུན་ལ་བོར་བ་བཟང་ན། དེས་ནི་ཚང་མས་བྲབ་སོང་ལྟ་ནག་གཅིག་ལྟ་ན་རྒྱལ། ཇོ་ཇོ་འབྲུག་འུར་ངེད་རང་ཨི་གཟུགས་ང་དང་ཨ་མ་ནི་ཁོ་རང། མཚོ་སྐྱབས་ངེད་རང་ལས་རྒྱལ་ལུར་རྒྱལ་ཚ་ཁོ་རང་ཨི། ཤ་ན་རུས་ལ་བཞད་ཁ་ནས་ཕྲུ་གུ། བཟའ་རྒུ་ངོར་ཆུ་མ་ཁོག་སྤྲོད་མེད་ན་ཁུ་དེ་དུ་ཁ་ནས་ཕྲུ་གུའང་ཁོ་ཧོར་ལ་ལྟ་ཚེ་དགུ་མ་ལམ་ས་ནས་ཐོ་ཆུང་མི་དགའ་ཕངས་སེ་སོང། ཡ་ལྟོས་མ་ཡིན་པ་དེ་ནས་འབུ་མ་ལམ་སྟན་ཀ་བ་ང་དང་གླིང་སྤ་བོ་མ་ཆེན་མོ་ཞིག་དང་ང་ཅན་ཅིག་ཡིན་ཕིན་དེ་ནས་ཁོང་གྲོངས་བཞུགས་ལྟོས་ཆ་སྙན་པོ་ཆད་པ་ཞིག་མེད་ཀ་མེད་ཅ་དར་རྒྱལ་ཟེར་སྤ་སང་ན་དེ་ནས་གླིང་རྒྱ་ལམ་ཆེན་མོ་ཀེ་སར་ཡི་སང་ད་ཅང་ཟེར་ན་མེད་ཚོགས་ངེད་རང་ཨ་ལས་ཡ་དེ་ནས་ད་ཆད་པ་ཅར་འགྲངས་ཆད་ན་ཡང་ཆད་པ་རིག་སྤྱོད་ཅིག་དེ་ནས་ཁོ་གལ་ཏེས་གླིང་དཀར་རྩེར་གུའི་ཁ་དོག་ན་ཕེར་ལ་བཏང་སའི་བོར་ན་ཁོའི་ཤ་ནང་ཁྲག་འུན་ཟག་ཅེས་ཟིན་ནོ།

ལིང་གར་ཙེར་བུ་རང་ལྟ་ཅུད་པ་ཡིན་ནང་ཁོ་ཚེར་མ་སྐྱ་བཅུག་སྲིད་མ་ནི་ཚེར་ཁུར་མ་ནི་མང་པོ་སྐྱ་བཅུག་སྲིད་མ་ནི་ཀོའི་ངེ་རང་བ་བུ་གོན་ཏེ་ཀོའི་ལག་ཤུབ་གོན་ཏེ་ཀོ་སང་མ་ནི་ཨུན་ཏང་སི་སྐྱ་བཞུ་མ་ནི་སྐྱ་སྤ་སང་དེ་ན་ཡང་ཁ་མི་ངན་ཁ་ཅི་ཡི་ངེ་རང་ལི་ཁ་སྐྱང་སྐྱང་ཁ་ཅི་གི་ཅོ་ཅོ་ཏྲུ་གི་ཡི་ཐོད་པའི་ཁ་ངེ་རང་རྩི་གུ་ཅག་ལི་མ་ནི་སྟར་ག་ཅག་སྒེ་རང་དེར་ཏུ་ནི་ག་གི་ཏེ་ཏི་ཟུག་ནག་སྟན་ས་ལི་མ་ནི་ད་ནག་སྟན་ནི་སྟན་ནི་འདུག་སྤ་སང་ནི། ཞག་ཞིག་ཚེར་མང་སྟོན་སྟོན་སྟོན་ནང་ཅོ་ཅོའི་གྲུ་གུ་ངེད་རང་ཨ་ལས་ཨ་བི་ཀ་སླེབས་ཟུང་འཇུག་གི་ཨ་བི་ཁོ་མ་ནི་སྔར་ལངས་ཤས་སེབས་དགག་པ་ལས། ཡ་ཨ་བི་ད་ང་ཅི་མཐོང་ཨ་ནོག་ངས་ཚེ་སྟོད་ལ་ནི་ཨི་གཟུགས་ཤིག་སོང་ཚེ་སྨད་ལ་ནི་ཨི་གཟུགས་ཤིག་སོང་ད་ཧ་ཚེམ་འཇུག་བུང་ཨ་སྐྱིད་པོ་ཆ་ཆེས་མ་སོང་ཡ་སུ་སུ་ནི་ང་ཨ་ཨག་ཟི་དེ་ཐུའང་རྒྱབ་འདུག་སུ་སུས་ནི་མིག་ལོག་ཨ་ལྟ་རུག་སུ་སུས་ནི་འཇིང་སྐོར་རང་རྒྱབ་འདུག། ཡང་སུ་སི་ནི་ངའི་ཐོད་པའི་ཁར་སུའུ་བཅག་འདུག་སྟར་ག་བཅག་འདུག་དེ་ངོ་མ་ན་ནག་ཅག་འདྲག་ཡ་དེ་ནི་ཚིར་ཁུར་ཡ་ཁྱོང་ལོ་ད་ཚིར་ཁུར་རང་ད་ཡིན་ཁྱོང་ངོན་པ་ཟེས་པ་ཡ་ཡ་ཟེས་ཏེ་དེ་ནས་ཨ་བིའི་མ་ནི་ཁོ་རང་རྒྱལ་མོ་བཙུམ་ཟེ་འདུག་ཨ་བིས་ཨ་བིའི་ཉེ་རང་ཨ་ཀྲུང་ཡོང་བྱས་ན་མ་རྒྱལ་ལ་ཚོགས་ལི་མ་ན་མོར་བཅིས་ལ་ངོན་ཀན་ཐང་ཅེས་ངོན་ལ་རྒྱུ། དེ་འོ་ཆགས་དང་མྱང་པོ་དེ་ནས་ཅོ་ཅོའི་སྤྲུལ་སྐུ་ཉན་རང་ཨ་ལས་ཨ་བྷི་ཟེས་ད། ད་ཅོ་ཅོ་རང་ཡིག་གཟུགས་མ་ཅོ་དེ་ནས། བཞག་ཁ་ཅིག་ན་ལིང་ག་ལམ་ཆེན་མོ་ཀེ་སར། སྤོ་ཏོ་ནང་མའི་ལིང་སཱ་ཀེ་ཅེ་ཟི་ནོག་དེ་ནས་ཏེ་ཟ་ན་ཉན་རང་རྒྱ་ལམ་གྱི་ཀ་ཧྲ་ཟི་ངན་དང་སེ་རུལ་ཆ་ཏིན་ན་འོ་གོན་དེ་ཉན་རང་མ་ནས་སུམ་བརྒྱག་གྱི་ཀ་རྒྱལ་དེ་འདུག་ཧེ་ཟེས་པ་ཟ་ན་རྒྱ་ལ་བྷི་ཟེས་ཉན་རང་ཨ་ལས་དེ་ནས་ཅོ་ཅོའི་ཕྲུ་གུ་ཨ་བྷིས་ཁ་སྙན་དེ་ཁྱོད་རོ་ཁྱོད་རོ་གསུངས། ད་ལྟའི་འོ་སྟེ་འདུག་ངེད་རང་གླིང་རྒྱ་ལམ་ཅན་མ་སྐྱེས་སར་སྤོ་ཏོ་ནང་མའི་གླིང་ས་རྣམས་གཟིགས་སྐོར་ལ་སྐྱོད་འདུག། ད་སྤ་སང་ན་ངེད་རང་ཨ་ལས་དེ་ནས་སྤོ་ཏོ་ནང་མའི་གླིང་ས་ངེད་རང་ལྟས་བཞག་སྐྱོད་ཅེས་སྤོ་ཐུག་ཐག་ཆོད་ཙེ་ཐོག་ཡ་ལས། དེ་ནས་ངེད་རང་ཨ་ལས་སྤོ་ཏོ་ནང་མའི་གླིང་ས་སྐྱོད་ཅེས་སྤོ་ངེད་རང་ཐུག་ཐག་ཆོད་སྤ་སང་ན་དེ་ནས་ཅོ་ཅོའི་ཕྲུ་གུ་སུམ་བརྒྱག་ཅིག་ག་ངེད་རང་ཨ་རར་སྤའོ།

ད་ང་ཨེ་གཟུགས་ཤིག་ངེད་རང་ཨ་ལས་ངེད་རང་ཀྲོང་སོགས་ཟེར་རེད་ཚོར་དེ་མིན་ནས་ང་ཧོར་ལ་མ་སོང་པིན་ངེད་རང་ཀྲོང་སྐག་ཟེར་འདུག་ཡུལ་ལ་ཨུ་ཡ་སོང་ཡུལ་ལ་ཁྱབ་བྲག་སོང་ཡ་སྐགོ་ཨ་སྤེ་ར་པིན་ཆུ་གོ་ཨ་སྤེ་ར་པིན་ཡ་ལ་ཡུལ་རྟ་ཨེ་ཀ་སྤེ་ར་པིན་ར་འདྲ་ཨེ་ཀ་སྤེ་ར་པིན་གོ་ས་ན་དེ་སྤེ་ར་ཚང་མ་ཉན་དེ་སྟིང་ན་དེ་ནི་ང་ད་ཁོ། མག་པ་ཞིག་མེད་པ། ཡ། བཀའ་གཟུགས་ཞེ་སྡུག་གི་སྣ་ལ་བསམ་སྟེ་ང་རང་ནི་ང་རང་བལྟས་ཚེ་ནང་བསམ་པ་ཞིག་མ་བཏང་སོགས་དེ་ནས་ང། ཧོར་ཀུན་དགའ་ལས་རྒྱལ་པོ་བག་མ་སོང་མིན་ཨི་ཡོར་དན་པ་ཨ་ནོག་རྒྱལ་ལུར་རྒྱལ་ཚ་ངའི་ཕྲུ་གུ་ཡིན་ད་ཁོ། ང་མ་རང་མོ་ང་ཡུག་ས་མོ་ང་བ་མོ་དེ་རེ་བལྟས་ཟ་ན་སིང་ནལ་ད་ལྟ་མ་ན་མ་མཐུན་པ་རང་གི་ཤ་ན་རུས་ལ་བཞོད་ཀ་ནས་ཕྲུ་གུའང། ནོ་བུ་མ་ལམ་ས་ནས། ཐོད་ཀ་འཕང་ཟེར་ན་ཆག་གོ། མ་བྱས་དེ་སང་མ་ཡོང་ཨང་ཨོསཔ་ན་ཁོའི་ས་དེ་མཛེས་ཨིང་ཨོསཔ་ན་ཁོང་གི་ས་དེ་མཛེས་པ་སང་ན་དེ་ཟུག་ག་ཆག་གོ་ད་སྐྱེ་སར་རྒྱལ་པོ་འཇུག་ང་སྐྱུ་ར་མ་ཛ་ང་ཕ་ང་མ་ཛ་མཛེས་པ་སང་ན་དེ་ནས་སྐྱེ་སར་ང་ཉན་རང་ལ་ང་ལི་ངན་ཞིག་ན་བསམ་པ་ཞིག་བཏང་སྤ་སང་ན་ཅི་མ་ཅོས་པིན། ཉན་རང་ང་སྒོ་མ་སྦག་མ་གྱོང་ཚ་ན་ཡབ་གསོན་པ་ན་ཡུམ་སྔོན་མ་ཙམ་ཞིག་གི་ཁ་ཆ་དང། ཁ་ཆ་མ་བོར་པིན་ཡ་ལི་ཡ་ད། གྲོགས་ཆང་སྟེར་གྲོགས་ཟམ་བཏང། ཡ་ངའི་རང་ཨ་ལས་ལི་མེ་ལོང་གི་སྐར་གྲོགས་བཟའ་འམ་བཏངས། ཇ་སོ་མིག་དམར་རི་འགོ་འམ་འཁྱོངས། ཡ་ལེ། ཇ་ཁྲུང་ཁྲུང་སྐར་མའི་འཁྲུལ་བླངས་འཁྱོངས། ཇ་ཤང་ཤང་མིའི་ཤང་ཤང་ཨའི་འཁྲུལ་བླངས་འཁྱོངས། རིལ་མང་ཨའི་ཁ་རང་བརྩིགས། ཡ་ལེ་དེ་ཚོགས་ལ་ངའི་རང་ཨ་ལས་དེ་ནས་རྐྱང་ཨའི་རྟ་ཨ་འཁྱོངས། ལོ་མང་པོ་ཞིག་ང་ངའི་རང་ཨ་དགུག་སེང་འདུག་སྤིན། ལོ་མང་པོ་ཞིག་ཧོར་དགུན་ངའི་ཧང་ཤུག་སེང་འབོར་སྤིན། ལོ་མང་པོ་ཞིག་ངེད་རང་ལ་ཤ་ཧྲིང་མ་ཧྲིང་བཟའ་བཅུག་གིན་འདུག་སྤིན། དེའི་སྟེང་ན་ངེད་རང་ལ། དེ་ནས་རྒྱ་མཚོ་སྒང་པའི་ཅུ་རག་ཁྱོང་ཟེར་སྤིན། དེ་ཝུན་ཁྱོང་སྤྱོད་ལངས་ཟླ་ལོ་དགུར། ཡ། དེའི་སྟེང་ན་ངེད་རང་རིལ་མ་ཡི་ཁ་རང་བརྩིགས་ཟེར་སྤིན། དེ་ཝུན་ངེད་རང་ཨ་ཀྲུ་ཨ་བུ་ཁྲུ་ཐུང་ཁྱོང་སེ་མེད་ན་ཁོའང་བརྩིགས་ཉན་ཐིག་མ་སོང། ཡ། དེའི་སྟེང་ན་ངེད་རང་ལ་ང། དེ་ནས་འབག་མ་ཆ་རང་ཆ་ན། ང་རྐྱང་རག་པོའང་མི་དགོས། ཡ་རྐྱང་ཆུང་ནང་མི་དགོས། རྐྱང་བསྟར་མ་ཤོང་ཟེར་ཏེ་ཁོང་རྐྱང་བཟུང་བྱེད་ལ། ལོ་མང་པོ་སོང་མིན་དུ་གཟུགས་སྐྱོན་ནང་ངང། ཆོས་མཆན་ཅིག་འང་མ་སོང་མིན་ཡིན་ན་གཟུགས་འང་མ་སོང་མིན་ངེད་རང་འང་ཧྲུང་ཧྲུང་སྤིན་གཟུགས་གཟུགས་འང་ཡོང་སྤིན། སྨྲ་ནི་ངེད་རང་མ་སླེབས་པ་ཨ་ཀཱས་འུ་ཐུག་ཟེར་སྟིང་ན་མེད་ནས་དེ་ནི་འང་མ་སོང་མིན་ལིང་གེ་ལམ་ཆེན་མོ་སྐྱེ་སར་དང་འང་མ་བསྐྱུར། འང་ཆུང་ཚེ་ཐུག་ལ་ངེད་རང་འང་མེ་ཏོག་བཅོ་ཟེར་ངེད་རང་འང་གསེར་རྡུལ་མིན་ནའང་ཁུར། འང་ཆུང་ཚེ་བཙལ་ན་ངེད་རང་འང་ཅི་ཟེར་འང་མེད་སྤིན། ང་རྨ་གཡས་ཤར་ཀོ་ཤར་མ་ན་ཧྲན་ཏྲེ་ཅོ་པིན་ད་ཏུར་རྗེ་བཟའ་ཏི་ང། ཨིན་ཨིན་ནུར་ལྡན་པ་ཨིན་ངའི་ཕྱོགས་ནང་ནོར་འཁྲུལ་མ་ཆེན་མོ་སོང་ཏིན་ད་ཆ་ནང་ང་ཤགས་སྤ་སལ་ཟེར་ར་ཡན་པོ་དེ་ནས་ཀི་སལ་རེ་ཡན་རང་ལེ་རྟ་སྤོང་ལ་བཏང་ཟེར་ཁྲི་དེ་ཁེ་ཟེར་ལེ་དེ་ནས་ཁྲི་དེ་ཁེ་དེ་སྤོ་ཏོ་ནང་མའི་ལྡིང་ས་ཁེ་དེ་དེ་ནས་གྲ་བར་རྒྱ་ཡོད་ཀག།

གསེར་ཐང་ཟེར་ཁ་ན་ཡུར་ཐང་ཟེར་ཁ་འཇིག་རྨོ་ནས་སྤའོ་གཉིས་སླེབས་ད་ལེ། ད་རང་ཁོང་ཧོར་ཡང་ག་རེ་ངན་འབྲུང་རེ་ཡིན་དགག་ཡིན་ན་དེ་ཟེར་ན་ཁོང་ལིང་གའི་ལམ་ཆེན་མོ་སྐེ་སར་མོ་ནི་དགའ་ཕྲུག་སིང་གའི་དུམ་སེ་ཡོད་ཙ་ན་ཁོང་དེ་ཡུལ་བི་ནའང་མེད་པས་ཚོ་དེ་ཡ་ལེ་ད་ཁོང་དེ་ཡུལ་བིའང་སླེབས་པ་སང་ན་ཡུལ་བུ་སིང་སིང་སང་སང་སོང་དེ་ཧོར་ཀུང་ག་ལྡེར་རྒྱལ་པོའང་མེད་པ་སོང་དེ་ཡ་སོང་བ་ཆུ་ཆུའང་ལོགས་སུ་ཁྱེར་ར་ཐོང་དེ་ནི་ད་ཤན་རྟ་མི་རུ་ཙེ་དེ་ནི་རིག་བྱེད་ལྷོན་པོ་ནང་ཧོར་རིའི་དམག་མི་ཚང་མང་ཚེ་ཚེར་ནག་ནག་སྤྱོད་སེམས་མེད་པ་བཟང་ན། དེ་ནས་དེ་སེར་ཐང་ན་ཡུར་ཐང་ངེས་ཀུ་མ་ནི་བལ་བན་ཟེར་འདུག་པ་ད་ལི་མ་ནི་མ་ནི་མ་ནི། སུ་བ་མུ་ལྟུག་བཏང་ན་སྐྱེ་བོ་མི་ན་དེ་ག་ཀྱང་ཡ་ཏང་ཨ་ཏག་ཨེ་ལི་སུ་བ་ངེ་རང་བུ་ཏབ་བཏང་ན་ངེ་རང་མ་ན་ཨ་ཟ་མ་ཕང་སྟང་ཨ་ཏག་ལི་མ་ནི་སུ་ངེ་རང་ལི་ནམ་ཅོག་ན་ཐང་སེ་ཨ་ངོ་མ་ཕང་སྟང་ཨ་ཏག་ཏ། ལིང་ཁར་ལ་ཡོངས་པ་ནི་ལིང་མི་གུ་ནི་མ་ནི་ངེ་རང་ལི་ད་ནི་འཇིགས་ཏེ་མ་ནི་སུ་ནི་འབྲོག་ཨ་ཤོར་སུ་ག་ནི་མཚམས་ལ་སོང་སི་ཡ་སུ་ག་ནི་ངེ་རང་ཡུལ་ན་ཁྱིམ་ཚེ་སི་ཡུལ་ལ་ཤོར་སི་སུ་ག་ནི་རང་ཁྲ་ཧ་ན་ཨིབས་སི། སུ་སུ་ཀ་ནི་གླིང་ཛམ་པར་གུ་ཐུར་གཱལ་ཏེ་མ་ནི་ཡང་ཧོ་རིལ་ཅོག་ལ་བིང་བ་སང་ན་ད་ཡུལ་བྷེང་སུ་ལུ་ཟེ་ན་ཡུལ་བྷེང་གླིང་རྒྱ་ལམ་ཅིན་མོ་གེ་སར་ན་ཨ་ཝུ་པ་ལེ་ཝུན་ཡང་ཡུལ་པ་བ་འཇིགས་མེད་ནི་ལུ་སང་མ་ལུ་སར་པ་བའི་ཁྲོད་ན་ལེ་མ་ལུས་པ་སང་ན་ད་ཅི་ཅི་ན་ཝུ་ཨི་སེར་ཐལ་ན་ཡུལ་ཐལ་བུ་ཅིན་ཨོག་ཟེས་པ་སང་ན་ཨོ་ད་ཁོང་ངོ་སྐོ་ཧོ་རི་མ་ནི་སྤ་བའི་ནང་ན་སྤ་བོ་ཡང་རྩེ་ནང་ན་ཡང་རྩལ་ཅན་ངོ་ཡིན་ཨོག་དེ་ནས་ཁོང་ད་ང་དང་ཨ་ཏེ་ཀ་ལེ་ཟེ་ཏེ་ཁོང་ལན་ང་ལྟའི་ག་ལ་ལྷག་ཡོང་སོང་ལགས་ད་ཁོང་ཡིན་རང་ལས་དཀྲུག་མི་ཆོག་ཡིན་སྐད་དཀྲུག་མི་ཆོག་ད་ཡིན་ནང་ང་ཁོང་རྒྱུས་པོ་ཡོད་ད་བུ་ཁོང་རུངས་པོ་ང་ཚོར་དེ་ཡོད་དེ་ནས་ཡིད་གཅིག་པོ་ཡིན་རང་ལས་ཟེར་ཐལ་བོ་གསེར་ཡི་ད་དུང་ཡི་ད་དང་སེ་མེ་ནི་ཤི་ཡ་མ་ནོག་ཟེར་འདུག་པིན

གསེར་རི་གསེར་ད་ཡོད་དྭངས་པ་ན་མི་ལུས་ཕོག་ཅེས་སྨྲས། རྡོ་ལ་ཕོག་པ་ན་མི་ལུས་ཤི་ཅེས་སྨྲས། གསེར་རི་ནི་ངེད་རང་དེ་སྣ་ཚོགས་ལ་དབྱུས། དེ་ནས་ངེད་རང་ལས་བཞུགས་ཀྱང། གསེར་རི་བཞུགས་མོད། ཁུར་དེ་ནི་ངེད་རང་ཨ་ལེ་ཏུང་ཡི་དྭོགས་དེ་ནང་ཨ་སྐར་དེ་ནང་ཨོ་ཟུ་བ་ལྷུག་མ་ནི་ཏང་ཏང་ཏང་ནང་ཁོང་ཨོ་ཟུ་བ་ཀི་རི་རི་ཀིར་འཁོར་བ་ནི་ཨང་ཨེ་སོང་ཧྲ་ཏ་ཧྲི་ཏའི་ཧ་ན་ཨོ་ནེག་སོང་ངེད་རང་ད་ཡིན་ངོ་ཐོ་མ་ན་ཀྲུང་མེ་འདུག་ས་དོ་ཧ་ལ་དེ་ནི་སྨོན་ལམ་ཡོད་དེ་ནི་ང་ཨོ་དེ་ནི་སེར་ཐལ་བོ་དེ་ནི་ཏུང་ཨོ་གཞུ་མོ་ན་ཡང་པོ་ཏུང་ཡི་དྭོགས་ན་ཡང་པོ་ཞི་བྱེད་སྲིད་ད་ཏུང་ཡི་དྭོགས་ཁོས་ཏང་བྱེད་ཟིན་ཨོ་ཏང་ཨོ་ཟུ་བ་ནི་ཏང།

དུམ་བསྡུ་སའི་ཀོ་ཨར་ཁོར་དེ་ཡང་རྒ་མོ་ན་ཡང་པོ་ཐ་དོ་ན་ཡང་པོ་ད་ལྟ་མ་ན་ཧོར་ལར་དཔའ་བོ་ཞིག་ལུས་སུ་ཡོང་ཚོད་མེད། ཨོ་ཡིན་ན་ཚོགས་ལ་གསེར་ར་ལང་ཤུ་ར་ལང་བཞག་ཤིག་ཁྱེད་མོ་སོང་དེ་ན་ང་ད་རྨག་གྱོང་འུག་བསམ་དེ་ངས་བལྟས་ཟ་ན་སྡིག་པ་མ་ཚོར་ར་ཁོང་ཨི། སྐྱེ་དགུ་ནི་བཞུ་མཆོག་སྲིད་ན་བཞུ་སྐུ་དེ་ན་དྲེག་རྩིས་དེ་ཁྱོང་སྤིན་ད་མ་ནི་གོང་སྤ་དོང་ད་ང་མ་ནི་ཨི་ཚང་བ་མ་འགྲིག་ཡང་ནོ་ཨ་བོ། ད་ཐུགས་རྗེ་བཟའ་དེ་ང་དེ་མཚོན་ཆ་ཚང་མ་ཁྲུས་ལ་ཁྱེར་ར་རྒྱལ། མཚོན་ཆ་ལག་ཆ་དགོས་ནའང་གཟིགས་པ་མ་ནི་མང་པོ་བསགས་ད་གོང་ཨ་རུ་སྤུ་ཏོ་ནང་མལ་དིང་སག་ངེ་དང་ང་དང་ཁྲུས་ལ་ཁེ་རིན་ཛི་དེ་དེ་ནས་བཞག་ཤིག་གིས་བཞག་ངེ་ན་མཚོན་ཆ་ཚང་མ་ཟུམ་ཟི་ཁྱོགས་ད་ལིང་ཡིན་དཔའ་བོ་བཅོ་བརྒྱད་དེ་འཇིག་ཡིད་ཨ་མ་ནི་སུའི་ཀ་མཚོན་ཆ་ལག་ཆ་ཡོད་ནང་སྨག་ལྷུང་ག་ཆ་ཀ་ནི་མདའ་གཞུ་རྡུང་འདྲི་ཅི་ཡོད་ནང་ཚང་མ་ངེ་ན་ཨ་ལེ་ཟུམ་ཟེ་སྤུ་ཏོ་ནང་མལ་དིང་སག་ཁེ་ཁེས་པ་ད་དེ་ན་ངེ་ན་ཨ་ལེ་དེ་ནས་ཁྲུས་ཟ་ཆུ་ག་རྫས།

ལ་ཨ་མ་ཨ་མ་ཨ་ཟེས་པ་ཧ་ཅི་སྡུག་ལ་ནུ་མོ་ཨོ་ཟེས་པ་ཧ་ལ་མ་ང་ཏི་མེ་མེ་སྐད་ས་རང་ནི་མ་ན་བསམ་མེད་ཀྱི་ཀ་ཟུག་ཞིག་ཡིན་ནོ། རྒྱ་ལུ་རྒྱ་ཚ་རྡུན་མ་ཞིག་མ་ཞུ་ཨ། དེ་ནས་མཚོན་ཆ་ཚང་མ་ཁྲུས་ལ་ཁྱེར་ཐིག་རག་ཟེས་པ་ཧེ། ཁྱེར་འདུག་ལོ་ཨ་ཟེས་པ་ཁྱེར་འདུག་ལོ་མ་ནི་དང་ལྟ་སྐུར་བོང་སྐུར་མ་ནི་མང་པོ་བཀལ་ཏེ་སྤ་བོ་བཅོ་བརྒྱད་པོ་ཚང་མ་ཨུ་ལུ་ལུ་ཆི་ལི་ལི་བས་སྤུ་སྟོང་ནང་མལ་ལྡིང་ས་ཅོག་ལ་མཚོན་ཆ་ཚང་མ་ཁྱེར་འདུག་ཨ་མ་ཨ་ཟེས་པ་ས་ན་བ་ཡམ་ཛ།

གོ་བོ་ཉོན་རང་ཧྲཱི། ལིང་མཁར་རྩེར་སྒོ་ཡངས་སེ་གེ་སར་ལ་ཤཱཙྪ། ཡ། ཕྱག་ཚ་ལ་ལིང་རྒྱ་ལམ་གྱི་ནོར་གེ་སར་རྐྱེན། ང་ཨ་མ་ནི་ཡུལ་ལུས་ལ་ཁོ་རེ་འདུག་ག་ང་དང་སྐྱིད་གཟུགས་ག་ལྟན་མི་དགུ་ནི་ཀ་བ་སྐྱིད་གཟུགས་ག་ལྟ་ལེ། སུའི་ལྷུང་རྟ་བསྟར་འདུག་སུའི་ལྷུང་རྟ་དགུ་འདུག། ཡ། ལྷུང་རྟའི་བསྟར་དགུ་དཀའ་གཟུགས་ཤིག་ཆགས་རུག་ལིང་མཁར་རེ།

རྒྱལ་གླུ་བརྒྱ་རྩ་བདུན་མའོ་སྨག་གཅིག་ཁྱེར་ཏེ་ཐོབ་བསྐྱེད་ན། སྨག་གཅིག་མ་ཁྱེར་ར་མྱོས་པ་སྤྱོད་པ་རིགས་ཁྱེར་ཏེ་ཐོབ་བསྐྱེད་ན་ཟེར། སྦྱར་བའི་འོག་མ་ལ་ང་རྒྱལ་འདྲ་བའོ། བདེ་མོ་རག་ཡིན་ན་བདེ་མོ་རག། ཨ་ཁུ་རང་སྤོ་ཏོ་ནང་མལ་དིང་སཱ་སྐྱོ་དེ་ནས་ཡི་རང་ལས་དེ་ནས་མེ་མལ་ལས་དབུན་ལ་བཙུན་མ་དབུན་ལ་དེ་ནས་སྐབས་སྟོག་ཅིག། མཚོན་བྱ་ངོ་ལ་ཁྲུས་མ་སལ་མོ་བསྟན་ནས་ཡོང་དེ་དེ་ཚུགས་པ་ངས་བསམ་པ་དང་ནས་དེ་ནས་ད་རྒྱ་ལུག་རྒྱ་ཚ་རྡུན་མ་ཞིག་བཞུས་ན་ཀ་ནས་བཞུན་བཙུགས་ནས་བཞུན་མོར་རྩིས་ཞིག་ཡང་བཏབ་དགོས། དེའུ་དམངས་ཆ་ང་ཏང་སྐེ་ཟེར་དེ་མ་ན་མ་འགྲིག་ཞལ་ཆམ་འབྲུག་མོ་སོང་དེར་རྒྱ་ལུག་རྒྱ་ཚ་བྲིས་ན་དེའུ་དམངས་རྒྱ་ལ་ཆ་ཆེ་ཟེར་ནོག་པ་ཨ་གུ་ཟེས་པ་སང་ཉལ་ན་ཡར་རྒྱལ་ཟེར་དེ་ཨ་གུ་གྲུ་ཐུང་ཉལ་ན་སྤོ་ཏོ་ནིམ་ངལ་དིང་ས་སོང་དེ་མཚོན་ཆ་ཚང་མ་སླེབས། སྤུངས་སེ་ཙོག་པོ་ཡིན་རང་དེ་ངོ་ལ་སྐབས་སོག་ཅིག་འཁྲུལ་ས་ལ་མ་ཟ་ཐེ་ཟེར་ཏེ་ཡིན་རང་ལས་བཞུ་བ་ཕུལ་ཏེ་ཡོངས་བཞུ་ཡོངས་སྤ་ས་ན་ཡིན་རང་ལས་གེ་སར་ཡིན་རང་ལས་མ་ནི་ད་མ་སྣང་ཡིན་རང་སོང་ཡིན་རང་ད་ཡང་དམག་དང་དགོས་ན་ཡང་ཡིན་རང་མི་ཟ་དགོས་ན་ཡང་ཁྱི་ཟ་དགོས་ན་ཡང་རྫུན་དང་དགོས་ན་ཡང་ཁྲ་མ་དང་དགོས་ན་ཡང་གཏུགས་ལྔ་འོ་ལྔ་བཀྲམ་དགོས་ན་དེ་ནི་ཡིད་མི་ཡུལ་ལས་མི་མངོན་མ་གཏུགས་གསུམ་གཏུགས་ལྔ།

ཡོད་པར་བསམ་ན་ཉེ་རང་དེ་ལས་སྐྱིད་མཆོག་ལ་སོང་སྟེ་ཉེ་རང་ལས་དེ་ནས་ལྷའི་སྐྱིད་ནི་མདུན་ན་ལྷའི་བ་ཉམས་པོ་དེ་ནི་ལྡོམ་རྒུ་ཡོད་ཁ་ནས་འཇལ་དར་མོ་ན་རིང་མོ་རྐྱང་ང་ཟ་དེ་ཉེ་རང་ལས་ཡང་དེ་ཁ་ནང་ལུག་དང་སྤ་དེ་དེ་ཡང་ཉེ་རང་ལས་དེ་ནས་ཅོ་ཅོ་འབྲུག་གུ་ཉེ་རང་ལས་རྡ་སེ་ཡོངས་རྡ་སེ་ཡོངས་པའི་ཉེ་རང་ཐོག་ཕུ་ཐུང་ལ་དམ་སེ་གེ་སར་རི་ཉེ་རང་ཀ་གཟུག་རྫ་དེར་ཉེ་རང་མ་ན་ཨེ་གཟུག་བ་ཨིན་མེད་ལ་ལིང་ཁར་གསེར་གུ་ན་བིང་སེ་སྐྱོ་ཏོག་ཡ་བིང་སེ་སྐྱོ་ད་དང་ཉམས་པོ་ང་ཨ་གུ་གྲུ་ཐུང་ནང་ཐུག་ཨ་གུ་བ་ལས་ནང་ཐུག་དེ་ནས་ཉེ་རང། ལིང་ཁར་ལ་བྱིད་ལོ། ལིང་ཁར་སྤངས་སེ་དེ་ནས་རྐྱང་འཇོག་ལ་ཡོད་སྐད་ལ་སྐད་ཅན་ན་ནི་དེ་ནི་དེ་གཟུགས་མ་ན་མ་ཟད། རྒྱུ་བཞུར་རྒྱ་ལུར་རྒྱ་རྩ་དུ་མ་ཞིག་ངེད་རང་མེད་པ་ང་ཡིས་བཀའ་ཟུར་བ་ཁྱོད་ཨེན། ང་རྨ་ཧ་བཀའ་ཟུར་བ་ཆེན་ང་ཉོས་པ་ཆོས་པ་བཀའ་ཟུར་བ་དུ་མ་ཨེན། ཟེར་སྲིད་པ་སང་ངེད་རང་ལས་དེ་ནས་ཆོས་ཆོས་ལུགས་ངེད་རང་དེ་ག་ཡང་ལུས་རྫོགས་ཤིག་དང་ལས།

དེ་ནས་སྟེང་ནས་ལྷ་མོ་འོན་ནི་ཐིག་ན་མེད་ཀ་ནས་བདེ་མོ་ནང་ལགས་མོ་ནང་ང་སྤྱན་ནུས་བཀག། དེ་ནས་དེས་ལྷ་མོ་འོན་མཐོང་ཚེ་ང་མི་ཡུལ་ལས་ཅོ་ཅོར་སྐྱུར་མ་སྐྱུར། ང་མི་ཡུལ་ལས་ཤེལ་ལྕམ་སྐྱུར་མ་སྐྱུར་ཟེར་ན་ངེད་རང་ལས། རྫོང་ལྤགས་སྤི་ཀ་ན་ཆི་ཁར་འཇིགས་ཆི་ནག་ཞིག་རི་ལས་ལྟ་འན། ལྟ་འན་དེའོ་ད་ཡིས་ལུག་མ་ནི་བདེ་མོའང་ཚུ་ངེད་རང་ལས། ངས་ང་རང་ཨ་ཕི་ཀུན་ཛའི་ཟནང་ངའི་ཨ་ཞང། དེ་ནས་བསོད་ནམས་ཡང་ཕལ་གུང་ནི་ཀ་ན་ནན་སྤི་འཇུག་མོ་ནི་བདེ་མོའོ་ཏུར་རྒྱུན་ལྟ་འན་ལྟ་འན་ཚུ་འཇུག་ཡུང་ཉི་ཞེས། རྩ་ལས་རུག་སེ་ཡང་རིག་མོ་བཅོས་སའི་ས་ལ་རྩ། ཡ་ལེ་ཡ། ད་གླིང་རྒྱ་ལམ་ཆེན་མོ་གེ་སར་ཡན་རང་ཨ་ལས། རང་བཞིན་ནི། སྐྱང་ལྷས། དེ་ནས་ལྷའི་དབང་པོ་བརྒྱ་བྱིན། ལྷའི་བུམ་བཀྲིས་རྒྱལ་པོ། དེ་ནས་ཁོང་ཡུམ། ཡ་དེ་སྣ་ཚོགས་ལ་དེ་ནས་ཁོ་རང་གེ་སའི་ཡུལ་བོ་ལྷ་ཡུལ་སོང་པར་བསམ་ན་དེ་ནས་ལྟོས་རུ་སོང་སྟངས་སམ་ཁ་ནས་ཡོངས་པར་བསམ་ན་ཨིན་ནང་དེ་ནས་དེ་ཀ་ཁོང་ཨེ་ལྷ་སྐྱིན། དཀར་པོ། མ་ནི་ཁོ་རང་མ་ནི། ཅང་ཆེན་མོ་དེ་ག་ཡོད་པ་སོང་ན་དེ་བས་བདུན་ལ་ཡན་རང་ལས་དེ་ནས་འདོམ་རྒུ་མ་འཇལ་དར་གྱིས་བསྐྱངས་ཟེར་ན་དེ་ནས་ཁོང་ཡང་མི་ཡུལ་ལ་ལོག་ཟེར་ན་ཡོངས་སུ་བཙོག་ལོ་རྒྱུ། ཡ། ཐུགས་རྗེ་ཆེ་དེ་ནས་ད་འདི་ལ་ནས་རུང་སྤོ་དེ་ནས་ཡིན་ན་འདོམ་རྒུ་མ་ཁ་ཏག་པོ་ང་དང་བསྐྱངས་ལྷའི་ལྷ་འཁོར་སུམ་བརྒྱ་དྲུག་ཅུ་ཡོག་ལྷའི་ལྷུ་འཁོར་སུམ་བརྒྱ་དྲུག་ཅུ་འབར་ས་ནས་ས་འཁོར་སུམ་བརྒྱ་དྲུག་ཅུ་ཕུལ་དེ་ན་དེ་ནས་ཡི་ག་ང་དང་སྐྱིད་ལྡན་རྒྱག་སེ་འདུག་བཅུག་ཡིན་རྒྱུ། ད་ཡུལ་སྟེང་ན་ནོ་ནོ་ནོ་མོན་མ་མང་པོ་བཞེངས་མེད་མེད་ཨ།

བཙོན་ལ་བཏང་སོང་ངེད་རང་བཙོན་ཁང་དབུས་ནའང་ངེད་རང་ལས་རྒུན་དམའ་ནས་མང་པོ་ཡོང་འདུག་རྒུན་ཡིག་ལག་ཚུགས་ངེད་རང་ལས་དོན་ན་རྒུན་ངེད་ལངས་ཤིལ་ཆེ་ལ་ཆགས་སྲོད་པ་སོང་ན་ཁོས་དེ་ནས་ནངས་ཡིན་ཏེ་ཐ་མ་ལ་སྐར་ཁུང་ཅིག་ཡོང་འདུག་རྒྱུ་དེ་ནས་སྐར་ཁུང་བ་བདུན་བུ་ལངས་རྒུན་དམའ་ནས་མང་པོ་ཡོད་པ་སོང་ན་ཁོ་བཞག་ཨ་དེ་སྐར་ཁུང་བུས་ཀ་ཉིས་གཏུམ་ཅིག་བཏང་འདུག་ག་ཅུ་བཏང་སོང་ན་བཞག་ཤིག་གིས་བཞག་ངེད་རང་ལས་ད་རྒུན་ཚོ་སྐྱིད་སླེབས་ཚེ་ཡིན་བཀག་པ་ལས་དེ་ནས་ངེད་རང་ཁོས་ཉིས་གཏུམ་བཏང་སོང་ཨ་རྒུན་བུས་ཀ་ན་རྒུན་ངེད་རང་ལས་ཚོས་ཏེ་ཏིར་ཏིར་བུས་ནང་ཁོས་ཁའི་ནང་སླེབས་འདུག་ག་ཅུ།

ཁོ་ལ་ཅི་ཟེར་དེ་འདྲའི་མི་དབྱིངས་ཟེར་ན་དེ་ནི་མིག་འགྱུར་རང་དུ་སོ་ཚང་དེ་ནགས་སུ་ངའང་སྨྲ་ན་མི་དབྱིངས་ཟེར་བ་དེ་ནི་ཅི་ཡང་མི་དབྱིངས་ཟེར་བ་ཚང་མ་ངའང་སྨྲ་ན་ཡིད་བཙོན་ཁང་བུ་མ་ཀི་པོ་རག་བྱས་ཟེར་ན་ང་ཨ་ཁ། ཉིས་སྟོང་གི་ག་ཆད་པ་དེ་ག་ན་ཨ་རྒུན་པས་ང་ཆི་ཐོང་ཞིག་བཏང་རག་པ་ངས་སེམས་ཟིན་ཨ་མ་ནི་སྨྲ་ན། སྨྲ་ནི་ཡ་མཚན་ནི་སྨྲ་ན་ཀི་པོ་ན་ང་རང་ན་ང་རང་ཨ་མ་ནི་ལྷུང་ལྟར་སྒུག་དེ་ཡིན་ནང་སྨྲ་ནི་དར་པོ་ཆག་རག་ཟེར་ར་ཡང་པོ་དེ་ནས་དེ་གར་བརྟག་དཔྱད་ཚང་ག་ཅུ།

དེ་ནས་མེ་མེ་ཡང་ཨེན་པའི་རི་ཁྲོད་ཅིག་ལ་སོང་ཁར་ཨེན་ས་ཞིག་ག་སྐྱོད་པ་སོང་ན་ཡིན་རང་དེ་རུ་སྒོ་མང་རྒྱབ་ཚད་བཞུགས་སོང་ཡིན་རང་སྒོ་མང་མ་ན་ཉིད་ཐུམ་སེ་མ་ན་མ་ཡན་ཁག་མེ་མེ་ངེད་རང་ལས་ཉིད་ཐུམ་སེ་མ་ཡན་པ་སོང་ན་མེ་མེ་ཀོག་བཞེངས་སོང་ཡིན་རང་ཨོང་ཡུང་བ་སོང་ཁག་དེ་ང་ཏང་གཟེར་ཆེན་མི་ན་ཤིང་བུ་བཞི་ཁུར་ནང་ཁེ་ན་ཁུར་དང་ཆ་མེ་ཏོག་གཅིག་ཁུར་ནང་ཨི་གཟུགས་གི་ཁུར་ཨེན་མེ་མེ་སྦྲུལ་ལེ་འདུག་སོ་བ་ཨེན་ཆ་མེ་མེ་ངེད་རང་ཨི་གཟུགས་ཅི་སེ་སློབ་མ་ཞིག་ཚོགས་ཤོད་ཁག་དེ་སློབ་མའོ་གཞལ་ལི་ཀ་ཏང་སྤ་ལ་བདའ་པ་སོང་ན་ངེད་རང་ལས། ཟླ་དེ་ཟླ་དེ་ནང་མི་སྨད་མ་ལ་ཉིད་ཚང་ཆེན་ཆེན་ཆེན་ཚང་བཀག་ཆོག་མ། ཡང་ལོ་མ་ཁྱང་སེལ་ཟླ་བཀག་ཉེ་ན་ཡང་ཉིད་ཚང་ཚང་བཀག་ཆོག་ཡང་ལོ་མ་སང་སེ་ཁྱང་སྤུ་སང་ཡང་ཉིད་ཚང་སང་བ་སང་ན་ད་ཨིའི་ལོ་མ་གཅིག་རག་ཟེ་དེ་མི་སྨད་ལོ་མ་ཏུ་ཟེ་དེ་ནས་བཞག་ག་ཚམས་སང་ཨ་ཁྱང་སེ་ཉེ་རང་ཨ་ལེ་ཉིད་མི་ཡང་བྱེད་ལ་དེའོ་པར་པར་རི་ག་དེ་ད་དེའོ་ཅེའི་ལོ་མ་ཡིན་ག་ཡ་ལེ་ཨོ་གཟུག་ག་ཅའོ་འབྱུང་པི་ཨིན་མོ་དེ་ཁ་སྤང་ནིས་མོ་ལ་ཟ་འདུག་འཇུ་ད་ཉེ་ཆེ་དྲི་བ་ཅིག་ཅིག་འོང་མ་འཇུ་འོང་ལེ་འཇུ། ངག་རྣམས་ཉན་རང་ལས་མཁས་སོ། སྒོས་ཚོགས་སམ་གང་དེ་ཟ་ན་ཕར་ལ་ངའི་མེ་མེ་ཨ་ཕའི་དགུན་ནས་ངའི་ནང་ཡུལ་ངའི་ཡུལ་ཕ་ཟ་མའི་དགུན་ནས་ལོ་སར་ཟ་ན་འོ་མ་ཇོ་མོ་བདུག་པ་ཕྱག་གཟུགས་ཟ་ན་ཇོ་ངའི་མེ་མེ་ཨེ་ཤེ་སམ་པ་འོ་མ་ཇོ་ངའི་ཨ་ཕའི་བཀྲ་ཤིས་དཔལ་མོ་འོ་མ་ཇོ་ངའི་ཨ་མ་བསོད་ནམས་ལྷ་མོ་འོ་མ་ཇོ་ཟེར་སྣང། ཐ་པི་ན་ཉན་རང་དེ་ན་ལོ་སར་ཟ་ན་རྐྱང་འོ་མ་ཇོ་འོ་མ་ཇོ་འོ་མ་ཇོ་མོ་བདུག་པ་ཇོ་ངག་དེ་ཟ་ན་ཕར་ལ་དེ་ནས་ཨི་འོ་མ་ཇོ་ཁ་ན་མ་དགྲ་ལ་ལོ་སར་ཟ་ན་མིག་ཟ་ལི། དེ་ནས་ཨོ་མ་ཇོའི་བཞིན་ཉང་སྤུན་ཇོ། ཨོ་མ་ཇོ། ཟེར་རང་ཉང་པོ། ཨོ་མ་ཨོ་མ་རིན་ཅལ་ནི་ནག་ཆུ་མ་ནི། རིན་ཅལ་ནང་གཅིག་ངེད་རང་ཨོ་མ་མ་ནི་གཙང་མ་ནག་ལོ་མ་ནི། ལུས་ཞིག་ཡང་ཡོང་ཅན་ངེད་རང་ལི། ལ་ཁ་མཐོན་པོ་ལ་ལག་སྨན་མེ་ཏོག་ཡོད་ལག་སྨན་མེ་ཏོག་ཀུན་ར་རྩེ་དཀར་མོ་བཟོས་ར་རྩེ་དཀར་མོ་ལ་ཨོ་མ་པ་རི་སྒང་ཡོང་དེ་ཨོ་མ་ལ་དེ་ནས་ཇོ་ལྷངས་ཇོ་ཧྲོགས་དེ་ག་ན་མར་བིང་སྟེ་བང་དཀར་པོ་ལེ་མ་ནི་དཀར་གཙང་དཀར་པོ་སོང་པ་ཐུགས་སེམས་དཀར་པོ། སེམས་དཔའ་དཀར་པོ་ཡང་དབུ་མ་དམར་གཙང་མ་ལས་མ་ནི། བ་ལང་གཟན་རང་ལས་མེ་ཏོག་སེར་པོ་བཟའ་ནའང་དབུ་མ་དཀར་པོ། བ་ལང་རྩྭ་སྔོན་པོ་བཟའ་ནའང་དབུ་མ་དཀར་པོ་ཡ་སུ་ཞིག་གིས་ཅི་བཟའ་ནའང་དེ་ཁོ་བས་ངན་རང་ལས་ནང་ཁུལ་བ་སོང་དེར་ཏིང་པོ་ན་བི་ང་དང་མཉམ་པོ་དེ་ནས་དཀར་པོ་ནའང་ལགས་མོ་ནའང་ཅང་མ་ན་ཅི་བཞིན་ཏཱ་མ་ནི།

ལོ་སོ་མའི་རྒྱུ་བོ། དེ་ནི་ཨོ་མ་ཙོག་ལ་དཀར་པོ་ཡིན། ཁ་བཏགས་ཙོག་ལ་དཀར་པོ་ཡིན། དེ་ནག་ཙོག་ལ་ང་དང་ཀོ་རེ་ཀ་ཡལ་རྒྱ་བ་ནོག་པ། དེ་ནི་ཡལ་ཙོག་ལ་དཀར་པོ་ཡིན། གཙང་མ་ཡིན་ལགས་མོ་ཡིན། ཡང་རིན་ཅ་ནི་འཛེ་ཏེ་ཏེའོ་ནང་ཨོ་མ་རྒྱུ་མོ་ལ་བཟའ་ནོག་ཡལ་ལེ། ད་ཡིས་ཨོ་མ་རྒྱུ་མོ་བཟོ་ཅིག་ངི་ཞིག་ཡོ་ཏེ་འདུག་ངི་རང་ང་རང། ཤེས་ཁན་པོ། ང་རང་ཨར་གུས་བྱ་ཁན་པོ། དེ་ནས་ལོ་སར་རྩ་ན་མེད་ཁ་མེད་འོ་མ་ཇུ་ཟེར་དེ་མོ་ལ་རྫ་འདུག་ད་ཡོད་ཁོ་རང་ང་དང་ལ་དྭགས་ལ་ཁོ་ཡུལ་ག་ཡུལ་ཁྲིམས་སོ་སོ་ཡོད་དོན་ནོ་ཇུ། སུ་སི་མོ་ལ་འགྲོ་སུ་སི་མོ་ལ་མེད་འགྲོ། ང་རང་སྐྱེ་སའི་ཡུལ་འཁོར་བི་ན་ཡི་འོ་མ་ཇུ། ལོ་སར་ཡི་བཞག་མ་ཁ་གཅིག་བི་ན་མེད་ཁ་མེད། ཐབས་ལ་རྒྱལ་པོ་འོ་མ་འཇུ། འབངས་ལ་ཡུ་མོ་འོ་མ་འཇུ། བརྫུན་གཅིག་ཚང་འོ་མ་འཇུ། མོ་ལ་བཟའ་ཐུག་འོ་དེ་འོ། མ་ནི་ཡིན་ཟེར་ཚང་མས་ཐུག་གི་ལ་བུ་ར་བཟའ། ངས་ནོར་ཧྲུལ་སྐྱོ་དེར་ན། ཡང་ཨའོ་ཡིང་བ་ཀྲི་སལ། ཡི་ག་ན་ཐེབས་ངེས་བྱ། མོལ་ཁ་ནི་རྡེ་མོ་མོལ་ཁ་ནི་ཡོང་ཧྲི་ཅི་སི་ནོ་བ་འཇུ།

ཡ་སུ་ཚང་མ་མ་ནར་རྒྱལ་འདུག། སུ་ཚང་མ་མིན་ངེད་རང་ཨ་ལེ་མ་ནས་ཁམས་བཟང་ཆ་རུག་ཟེར་ར་ཡང་པོ་དེ་ནས་ཁོང་ཨ་བྲལ་དང་ཨ་རྒྱལ་ཟེར་ངེད་པོ་དེ་ནས་འབོན་ལ་ཚང་མི་ཚང་སྔན་ལ་ངེད་རང་ཨ་བྲལ་བོ་ནང་ཡ་བྲལ་བོ་ཁོང་ཨ་བཏང་འདུག་བ་ཇོ་ཨོ་ད་ང་རང་ཨ་བསམ་པ་དེ་བིན་ཏེ་ཙོག་སི་ཚིར་ཁ་ཞིག་ང་ཏང་ཅེས་ཟེར་ན་ཡང་ཚིག་རྐང་མང་པོ་ང་དང་བོན་ཆོས་སྲིད་སྐོར་ལུས་སེང་ལོག་པ་རྒྱུགས་ཏེ་གསུངས་པ་སོང་ན་བོན་ཆོས་སྲིད་སྐོར་ལའང་དེ་གཟུགས་ཤིག་ལུས་སེ་ཡིན་ཐེ་འདུག་བསམ་སྟེ་ང་རང་བསམ་པ་ཡིན་རྒྱུ་ཆ་ལགས་སྐྱོད་ན་འོངས་པ་ས་ལ་ཟད་ཡང་ཡིན་འོང་ཨང་འོང་ན་ཡིས་ཐོག་ག་ཉེ་བྱ་ཡང་སྤེ་ར་ཐོབ་ན་ཙ་ལ་ཟད་རུ་ག་ཟད་ཉལ་ར་ཟད་ཡ་དེ་ནས་ཡིའུ་ང་རང་ཤེས་སྐད་འབུ་ཡིན་ང་རང་ཤེས་སྐད་འབུ་ཉེ་བྱ་ཚང་མ་བཀྲམ་སེ་ཡིན་ཆ་ལགས་སྐྱོད་ད་འགྲོ་འོངས་པ་ས་ལ་ཟད།